མི་གཅིག་ཡིན་མིན་པ་ཆེད་ནས་དམངས་གླུ་སུ་སུ་ལ་ག་རེ་ཡིན་ནས་ད་ལུས་ངག་ཡིད་གསུམ་སྒོ་ནས་གཅིག་ཡོད་ར་ད་ལུས་ཀྱི་སྒོ་ནས་ད་སུ་སུ་ལ་ཆོས་ལུགས་བྲོས་ད་ཨ་ནི་སུ་སུ་ལ་ལས་ཀ་རེ་བྱེད་འི་ནས་འདི་ལ་ཡང་མང་གཙོ་བྱས་ཨ་ནི་ཡིད་སྒོ་ནས་སུ་སུ་བསམ་བློ་ག་འདྲེ་ཅིག་བཏང་འི་ནས་ད་བསམ་བློ་བཏང་ཆོས་ཡག་གི་ད་བཀག་རྡོ་མེད་པའི་ཐོག་ནས་ཡང་འདི་འདྲེ་བཏང་ཨ་ནི་ག་རེ་མང་གཙོ་ཅིག་བསམ་གི་འདུག་ཨ་ནི་ཡིས།

ལ་ཚོགས་པ་ག་འདྲས་ཞིག་ཡིན་ནའི་ར། གང་གི་བཀའ་ཞིག་གསུང་རང་བ་གི་ལང་ལས་མ་བལྟ་བ་ཆེ་ཨ་ནི་མི་མང་ཁོ་རང་ལ་སོ་སོ་ཉུལ་ནས་ད་བསམ་ཚུལ་བཤད་ཡིན་ནའི་རེད། ད་སྒྲིག་གཞི་དང་ག་རེ་མཐུན་པ་ཡིན་ནའི་ད་བ་ནི་སོ་སོ་གི་འདོད་པ་ཞིག་གསུང་གི་དེ་འདྲའི་རོའུ་ཆི་ལ་ལན་བཏགས་ཐུག་ན་ར། བ་གི་འདོད་པ་ཡོད་གི་གཅིག་བ་གི་ཤུགས་ཆེ་དེ་བ་ནི་འདོད་པ་ཆེ་ཆེ་གང་ནི་གཅིག་པུ་བཀའ་མ་ཕྱི་བ་འོ་དེ་འདྲ་རིགས་ལ་ཨ་ནི་དེ་རང་བ་ཡོད་གི་འགྲོ་གཅིག་ལ་ཨ་ནི་དམངས་གཙོ་འགྲོ་ཚོར་གི་ཐུག། ངའི་བསམ་བློ་ལྟར་ན་ཡང་ང་ཚོ་བོད་པ་སྤྱི་ཚོགས་ནང་ལ་དང་དམངས་གཙོ་སྤྲེལ་དེ་མང་གྲས་ཚུན་དགུ་དུ་ཡོད་ང་རང་ཐོང་ཐང་ཐང་ལ་ལན་དང་ངོ་མ་ཡིན་ན་ང་ཚོ་ད་ལྟ་ཉིས་སྟོང་བཅུ་གཅིག་ཉིན་ལ་ད་སྐྱག་མོ་གཅིག་ང་ཚོ་སེམས་སྡོད་རོགས་ཨ་ནི་སྐྱག་མོ་གཅིག་སྒང་ནས་ག་རེ་གསུང་རྒྱུ་དེ་ད་མི་མང་ཏག་ཏག་ཏག་བྱེད་དོ་ད next ཉིས་སྟོང་བཅུ་གཅིག་རྗེས་ལ་ང་རང་ཚོ་ག་ལ་བ་རེད་ཆབ་སྲིད་དེ་ཚང་མ་ད་མི་མང་ལ་སྤྲད་རོགས། ཨཱ་ནི། མང་གཙོ་སྤྲད་དུས། ད་ད་ད་ང་རང་ཚོ་གི་གྲོས་ཚོགས་ནང་ལ་བྱེད་སྟངས་མཐོང་གོ་ད། སྔོན་ཆད་ན་ད། སྒང་གི། བ་ནི་ད་སྒང་གི་ལས་ཀ་བྱེད་མཁན་སུ་ཡིན་ན་བརྩི་དགོས་རེད་ང་རང་ཚོ་ཡ་གཟིགས་སྐྱོང་ཡོད་ན་ཡིན། ཁོ་རང་སྣང་བ་མ་སྤྲོད་ན་ཡི་ཨེཏ་ལིས་ང་ཚོ། གྲོས་ཚོགས་ནང་ལ་བསྡད་དུས་ང་རང་ཚོ་ད་གི། སྒྲིག་འཛུགས་རོགས་རོགས་ད། སོ་སོ་གི་ག་རེ་བྱེད་ཀྱི་འདོད་པ་མ་རོགས། ཨ་ད་ད། གཟིགས་སྐྱོང་གི་ཅིག་ལབ་དུས་ཁོ་རང་ཚོ་གི་ད་ལན་རྒྱལ་ཐང་ཆེ་ད། མི་ལ་སྐད་བཤད་སྟངས་ཡོད་རོགས། མི་གང་ལ་མ་བརྩིས་ཀྱི་སྐད་ཆ་དང་ད་ལྟ་ང་ཁ་ཆེམས་གྲོས་ཚོགས་འདི་ལྟར་ར་ཐུང་དུས་དང་པོ་ཏི་ང་ར་འདི་འདྲའི་དབྱིངས་ཡོད་ར་ཏིས་དབྱིངས་མི་ལྟར་ཞུ Politics ཞུ་རྫུན་མེད་ར་ཡིན་ནའི་གི་ད་མིའི་སྐད་བཤད་སྟངས་དང་འདི་ཏིས་འཁྲུག་པ་རྒྱུ་དུས་ཡོད་ར་ད་ཏང་གི་གྲོས་ཆོད་སོ་སོ་སྐད་ཆ་ག་ར་ཞིག་ད་ཁ་ཆེམས་ང་ར་མཐོང་སྟངས་ལ་ཀུ་ཤོག་ཅིག་གིས་ད་སྲིད་སྐྱོང་ལ་སྐད་བཤད་སྟངས་བྱོས་ར་ཏིས་ཁ་ར་ད་སྒྲིག་འཛུགས་དང་རྒས་གྱུར་ཐུང་ངུ་དུ་ར་ཕ་ཆོས་དེ་བརྩི་དགོས་རེད། དྲི་བ་ཀུན་ལ་དྲི་བ་ཀུན་བཏང་ཡོད་རེད་ལན་བརྒྱ་དང་ལན་བརྒྱ་བཏང་ཡོད་ར་རྒན་པ་ལ་ད་རྒན་པ་ལ་ད་ག་ག་ལོག་རེད་ང་ཚོ་གིས་དབུ་འཁྲིད་ངེས་ཞིག་རོགས་ཨ་ནི་གལ་སྲིད་དུ་ཅིག་སྒྲིག་འཛུགས་མེད་ཡོད་ཆེ་སུ་སུ་ག་རི་བྱེད་ཀྱི་འདོད་པ་རུ་ཐུང་ངོ་ཐུ་ར། ད་ང་རང་གི་བསམ་ཚུལ་རོ་ག་འདྲི་རོགས་ཐོང་སྣ་ན། ད་དེང་སང་ད་དུས་ཚོད་ལ་ད་མང་ཆེ་སྤྱི་ཚོགས་དྲ་རྒྱ་འདི་མང་ཨ་ད་བོད་སྤྱི་བྱེད་འོག་ར་ཨ་ནི། ད་འོང་དེ་ཕྱོགས་གཅིག་ནས་ད་ག་ལ་བར་ད་ཡག་པོ་བི་རེད་ཤི་ད་ཕན་ཡི་ཐོ་བུ་དུ་ར་ཕྱོགས་གཅིག་ནས་ཡང་ཤུགས་ཆེ་བ་ཅིག་མ་ཛ་ནས་དེང་སང་སྤྱི་ཚོགས་ནང་ག་རེ་བྱུང་བ་ཡིན་ན་མི་ཡག་དེ་ཡོག་སྤྱི་ཚོགས་དྲ་རྒྱ་ནང་གླུ་ཡ་དཔེ་ཁག་པོར་ད་འདུག་ག་དེ་ལ་མང་ཆེ་གི་ཀྲུང་ཡ་མང་ང་འགྲོ་ཤི་ལེ་གི་ད་འོ་དེ་འདྲའི་རྒྱུ་ནས་ད་ཅིག་ག་ལ་བར་ད་མང་ང་གནོད་རྒྱུ་རུ་སི་ཐོར་གི་དུ་ར་ད་ཡག་ག་འགྲོ་ཤི་ན་སྤྱི་ཚོགས་དྲ་རྒྱ་ནང་སྟོན་ན་མི་ཡིན་ནས་མིག་མི་ད་ས་རུ་ཤི་ཆ་གི་ད་འོ་དེ་གི་ག་ལ་བར་ད། ཕྱོགས་གཅིག་ནས་ཡག་པོ་རེད་ཤག་ཨང་ད་སྡུག་ག་ང་ལ་མི་ཡི་ད་སྙོད་ཤུགས་མང་ང་དྲས་དང་དྲག་ཡག་ག་ནས་དེ་འདྲའི་དཔལ་དེ་ཚོ་དེས་ག་ལ་འོར་ད་ག་ལ་ཡག་པོ་མི་འདུག་ལས་ཤོག་དམངས་གཙོ་ལ་མང་ང་གནོད་ཀྱི་འདུག་ལ་ནི་འོ་དེ་འདྲ་ཞིག་མཐོང་བ་འདུག། སྤྱི་ཚོགས་དྲ་རྒྱ་དེས་ད་ང་རང་ཚོ་མང་གཙོ་ལ་ངར་བསམ་པ་ལ་ཡང་གནོད་ཀྱི་ཡོད་སེམས་པ་འདུག་ར་ག་ཡིན་ལ་ནི་ང་རང་ཚོ་གི་ད་ད་ད་བོད་པ་གི་གཅིག་ཡོད་ར་གྲོས་ཚོགས་གཙོ་སྟངས་བྱོས་ར་དེ་ག་ལ་ད་ཕྱི་ལོ་མིག་གྲགས་མ་དཀྱེལ་ཤེས་ཀྱི་འདུག་ཨ་ནི།

ད་ཁ་ཤས་ཕལ་སྐད་ཁོང་འདྲེ་ད་ད་གང་བྱུང་མ་བྱུང་ད་ཁོ་ཡིན་འདྲེ་རེད་ཁོ་ཡིན་འདྲེ་རེད་ད་མི་ཡག་པོ་བྱེད་རྒྱུ་དེ་མ་ནེམ་ད་ཡང་ཡང་ཡང་སྡུག་ཅག་བྱེད་རྒྱུ་དེ་ཡར་སྤར་ཧ་ནི་འོ་འདི་གི་ཨ་ནི་ཕག་ཚོད་དཀྲུག་གི་འདུག་ར། ཕྱི་ཚོ་དྲ་རྒྱ་བརྒྱུད་ནས་ད་ཁ་ཤས་ཕྱོགས་གཅིག་ནས་ཕན་འགྲོ་གི་རེད་ཕྱོགས་གཅིག་ནས་ནུས་ཏོ་ཧ་ཅང་ལ་ན་ཕྱོགས་གཅིག་ནས་གར་ཕན་གོ་ལ་ན་ད་སུ་སུ་ཡི་གནས་ཚུལ་ད་ཉེ་རེ་ཉེ་རེ་གནས་ཚུལ་གར་ཆགས་ཆགས་ཡོད་དུ་ད་འཛམ་གླིང་སྤྱི་ཡོངས་ཚང་མ

ད་ག་ལོར། མི་ཚང་མ་ཕག་སུ་ནུས་མཐུ་དཀྲུང་བ་ལ་ཚང་མ་སྒུག་བསྡད་ཡོད་རོགས་ཡོད་ར། ཚང་མ་ནུས་མཐུ་གཅིག། ནུས་མཐུ་ཆུན་ཆུ་ཞིག་ཡིན་ནས་ཆུན་ཆུ་ཡིན་ལ་སྒུག་བསྡད་དེ་ཚང་མ་ལམ་སང་ཨེ་ཏྲེ་བྱས་རོགས་ཡོད་ར། དེས་ཨ་ནི། ག་ལོར། དེ་ཡག་ག་དེ་ཞུ་ཞུ་དོན་མེད་སྐྱོར་རོགས་ཡོད་ར། དེས། ཨེ་འགྲོ་ཡག་ག་དེ་དོན་ག་ཏིས་ཅིག་ཁག་ཡོད་ཟེར་ད་ང་རང་བསམ་ཚུལ་ལ་ཨེ་འདྲ་ཞིག། དེ་འདྲ་གྲོས་ཚོགས་ཀྱི་ཐག་ཅིག་ཆོད་ཡོད་ད་ཡ།

ཁོ་རང་གཅིག་ཕལ་ཆེར་དེ་མཐོང་གི་ར་ཡ། ད་འོ་དེ་གི་གཅིག་གི་གཅིག་མགོ་འཚོས་དེ་གལ་ཆུང་གལ་ཆུང་པོ་རེད་ཐོན་གི་འདུག། ད་སྤྱི་ཚོགས་ནང་ལ་ད་བུ་མོ་འདྲ་མཉམ་དབྱེ་བ་བཅིང་མཁན་མང་པོ་འདུག་ད། བུ་གཅིག་ཡིན་རེད་བུ་མོ་ལ་ན་ཡང་དེ་སྨྲ་བརྩི་གི་འདུག། ང་རང་མཐོང་ཙམ་ན་བུ་མོ་འདྲ་མཉམ་ལས་དེ་གལ་ཆེན་པོ་ད་རེད་ད་བུ་མོ་འདྲ་མཉམ་ལས་དེ་ད། བུ་བྱེད་ས་ལ་བུ་མོ་བྱིའོ་རོགས་ཨ་ཡིན་ནའི་ཁག་པོ་དཔེར་ད་བུ་བྱེད་ས་ལ་བུ་མོ་བྱེད། ག་རེ་ཡིན་ནའི་ད་དེ་སློབ་སྦྱོང་ད་དོ་ད་བ་དོ་ད་ད་འཛམ་གླིང་འོག་ར་ད་དོ་ར་ཐད་པོ་ར་འཕུར་དོ་ད། བུ་མོ་དེ་ཉུང་བ་དག་རེད་ནས་འོན་ཏེ་བུ་མོ་འདྲ་མཉམ། ང་རང་བསམ་པ་སྤྱི་ཚོགས་ནང་དུ་བུ་མོ་འདྲ་མཉམ་ལས་དེ་ག་ལ་བ་རེད་དམ་མིག་གིས་ལ་ལྡང་བྱེད་རོགས་དང། མིག་གིས་ལྟ་སྟངས་དང་ག་རེ་ཡིན་དོ་བུ་མོ་དེ་སྨྲ་བ་གཙིགས་དང། རྩེད་ལྟ་ཡོད་མ་རེད་ད་ཡིན་ནའི་གི་ད་ད་ལྟ་སྤྱི་ཚོགས་ཀྱི་རུ་ལ་ནི་ད་ག་རེད་ད་ད་མིག་མིག་མཐོང་ཚད་ལ་བུ་ག་རེ་ཡིན་ན་རྒྱ་གར་མཐོང་ངོ་ད་ད་བུ་མོ་དེ་ག་ལ་བ་རེད།

ཚོགས་པ་རྣམས་ལྟེ་བ་ནས་རག་ད་གན་པ་ད་ལོ་བཅོ་ལྔ་འགྲོ་འགྲོ་ཡིན་ད་སུ་སུ་ཡོད་ཡག་པོ་འགྲོ་ཚོད་ར་ཤོད་ར་ད་ཚོགས་པ་ཅི་ད་ལྟ་ནི་ད་ཚོགས་པ་ལྷར་ད་མི་ནམ་རྒྱུན་ད་མི་ཚེ་ཤོད་ར་ཨནི་ཁ་ལོར་ཁོང་ཚོ་ད་ཉམས་རྒྱུན་ས་ཞོར་ལོ་ཉི་ཤུ་སུམ་ཅུ་མི་དེ་ལོ་སུམ་ཅུ་ཡིན་ན་ཁོང་ཚོ་སུམ་ཅུ་དེ་ཡོད་ར་ད་ཁ་ལོར་ད། ནང་དུ་ད་ལྟ་ཞུ་ཞུ་ཕྱི་རྒྱལ་ཁབ་ལ་དོན་མི་དོན་ར་ཁོང་ཚོའི་བསམ་ཚུལ་ཞུ་ར་ད་ང་ཚོའི་ལོ་གཞོན་གཞོན་ཡོད་དུས་ད་ག་རེ་ཚང་མ་ཧ་གོ་ད་ད interest དེ་ཚོ་ཞན་པ་ཡོད་ར་ཡ་ད་ཁོང་ཚོས་ང་ཚོའི་སྐད་ཆ་གཅིག་ལབ་དུས་སྐད་ཆ་དེ་ལ་རྒྱབ་སྐྱོར་མ་བྱས་ཤོག་ཨ་ལ་ཁོང་ཚོའི་ལྟ་བ་འོག་ལ་ད་ཞན་པ་རེད་ད་ཡ་ད་ཁྱོད་ཚོ་ད་ལོ་ཕྱི་ཕྱི་རེད་ལོ་བཅོ་ལྔ་རེད། ད་ང་ཚོ་ད་ལྟ་བུ་དུ་ལོ་སུམ་ཅུ་སི་ད། ད་ལས་ཀ་བྱེད་རེས་ད་ག་རེ་འཇིག་ཡོད་ར་ཡ། དེ་མ་ར་ད། ལོ་ལ་དད་མ་ར་ནོ་ལེ་ཞི་དད་ར་ཝང་ཅི་ན། ད་ད་ང་ཚོ་གི་ད།
ད་ང་ཚོ་ཕོ་སར་ར་ད་ལོ་ཆུང་ཆུ་ཆི་ད་རྒན་གོ་ལ་ཡ་ཞུ་ནག་པོ་ལ་ན་ཡག་པོ་མི་འདུག་ཡ། ཁ་ཆེ་ན་ཇུག་མ་སུ་སུ་རྒན་གོ་ཆེ་ར། བ་ཆུང་བ་ཞིག་སུ་སུ་ལ་དུ་ཕོ་ཡ་ཞུ་ད། འོན་ཏེ་གི་ད་ང་ཚོ་བསམ་བློ་དང་ད་ཁེ་བ་འགྲོ་དུ་འགྲོ་ད། ཁྱོད་བགྲོད་ཡས་ཡིན་པར་ད་གན་པ་སམ་མོ་ད་ད་ཁ་ཁ་རེད་ང་ཚོའི་སམ་མོ་ད་ད་ཁ་ཁ་ར། ཐུགས་ངུ་མར་སེ་མོ་ད་ར་ཡིན་ནི་གི་ད་ཕ་སམ་སམ་བྱས་བྱས། གན་པ་ལས་དེ་ཁོ་ཉམས་མྱོང་དེ་ག་རེ་ཡིན་མང་སེ་སློབ་སྦྱོང་མེད་ན་གི atleast ཉམས་མྱོང་མང་ར། ད་ལོ་གཞོན་པ་དེ་ཚོ་སློབ་སྦྱོང་ཡོད་ར་དེ་ཡིན་ནི་གི་བོད་ཆོས་ལོག་པ་ཞིག་བཏང་ན་ཨ་འབད་སྤྱི་ཚོགས་སྤྲོ་བས་ཡིན་ར། འོན་ཏེ་ད་ང་ཚོ་དེ་གན་པ་དེ་སམ་མོ་བཏང་བ་ར་ད་ཕ་ཆོས་དེ་ལ་ཡ། ད་ངས་གི་ཁ་དྲུག་བསམ་གི་འདུག་ལ་ང་ད་ད་ཁ་ལག་རེད། ད་རྒན་པ། གི་ད་ང་ཚོ་ན་གཞོན་ལ། ད་ག་འདྲི་རོགས་ཞིག་མཐོང་རྒྱུ་ཡོད་མེད་ལ་ང་ག་འདྲི་ག་འདྲི་རོགས་ཚོར་གི་འདུག་ལ་ན། ད་སོ་སོ་ཡི་ད་ལོ་རྒན་པ་དེ་ཚོའི་གི་རེ་བ་ཆོད་ས་འགྲོ་ཅིག་གི་ཨོ། ད་ཕ་ཆོས་ན་གཞོན་དེ་ཚོ་བྱེ་མ་མ་འོངས་པ་ཁོང་ཚོའི་གི། ད་ལྟ་བུ་དུ་ཁོང་ཚོ་ཡག་པོ་བྱེད་རྒྱུ་དེ་ད་བྱེ་མ་ཁོ་རང་ཚོའི་དེ་འདྲའི་འདྲ་བོ་ཅིག་ཆགས་ན།

རྒན་པ་ཡིན་པའི་སྐད་ཆ་དང་བཞི་རོ་ད་ལྟ་ད་དཔེ་མང་ཞིང་ང་ཚོ་གྲོས་ཚོགས་མ་ཤར་ན་ཞེས་པ་ཞེ་ས་མི་འདུག་དཔེ་དེ་གྲོས་ཚོགས་ནང་འདུག་ད་ལྟ་སྲིད་སྐྱོང་ལ་སྐད་ཆ་ལོག་ད་དགག་པ་དང་རྒྱ་ཡིག་གི་དགག་པ་ལས་དེ་རྒྱབ་བར་འདུག་དགག་པ་མ་རྒྱབ་ན་ང་ཚོ་ཡར་རྒྱས་འགྲོ་གི་མ་རེད་དགག་པ་མ་རྒྱབ་ན་ཁོ་གིས་ད་བྱེད་རྒྱུ་དེ་པུ་ར་བདེན་པ་རེད་ལད་དུ་བྱུང་སོང་ཡིན་ནའི་དགག་པ་རྒྱབ་ཡ་རྒྱ་སྟངས་ཡོད་ར་ཕ་ཆོས་རྒན་པ་ཅིག་ཡིན་ན་བརྩི་བར་སྐད་ཆ་དང་ཡོད་ར་འོན་ཏེ་ང་ཚོ་སྤྱི་ཚོགས་བོད་པ་སྤྱི་ཚོགས་ནང་འདི་སྐད་ཆ་ཞིག་དང་འདི་འགྲིག་གི་མི་འདུག་ར

ད་ཅིག་མ་བསྒྲིགས་བསྒྲིགས་མ་རེད་ད་འདི་འགོ་ཚུགས་ན་དེ་འབྲི་རོགས་ཞུ། ད་བོ་དེ་ཡག་པོ་བྱུང་ན་འགྲིག་ས་རེད་བསམ་གྱི་འདུག། ད་སྤྱི་ཚོགས་ནང་ལ་ར་ནི་ད་མི་མང་ཞིག་ད་དམངས་གཙོ་དེ་ཡོད་ན་བསམ་གོ་ར། ནི་དམངས་གཙོ་ནང་ལོ་ལ་མི་ཚང་མ་ལ་འགྲོ་བ་མིའི་ཐོབ་ཐང་ཡོད་ར་མི་ཚ་ང་ག་ལ་བ་ད་གལ་ཆེན་པོ་རེད་བསམ་གོ་འདུག་ར། འགྲོ་བ་མིའི་ཐོབ་ཐང་ཡོད་རེད་ལ་ནི་ད་དོ་དོ་དོ་ད individual གཅིག་ད་ཤེས་རྡུགས་ཙམ་པ་ལ་ཡ། ད་ལྟ་ང་ཚོ་ཡི་འདི་བྲིའོ་ནང་ལས་ས Tolerance ལས་འདི་ཕར་ཚུར་བཟོད་སེམས་ལས་འདི་སྐོར་ལ་ས་འོ་འདི་གི་ད་དམངས་གཙོ་ནང་ལོ་ལ་འགྲོ་མི་ཐོབ་ཐང་འདི་ད་གལ་ཆེན་པོ་རེད་ཡིན་ནའི་ད Individual བཤད་དུས་ཙམ་པ་ལ་ད་འདི་ཐོབ་ཐང་ཡིན་བསམ་ནས་སྐད་ཆ་བཤད་ལ་བཤད་སྟངས་བོ་ཡོ་ད་གྲོས་ཚོགས་ནང་མང་ཞིག་སྐད་ཆ་བཤད་སྟངས་བྱས་ན་ཚོ་གི་རྙོག་དྲ་མང་པོ་ལང་གི་འདུག་ཡ་འོ་འདི་ད་དོ་ད་ལ་ད་འགྲོ་མི་ཐོབ་ཐང་ཡོད་དུས་ཨེ་སྐད་ཆ་འདི་ཚོ

ད་བོད་ནང་ལོར་ད་དམངས་གཙོ་ལ་ནི་ཞི་བ་ཞིག་ཡོད་མ་རེད་ད་ཐོབ་ཐང་སོ་སོའི་སྐད་དཔེ་ཞིག་རྒྱག་བ་བྱུང་ནས་ད་རྒྱ་ཡག་གི་ཐོབ་ཐང་ཡོད་མ་རེད་ད་ང་ཚོ་རྒྱ་གར་ནང་ལོར་ལ་ད་ཐོབ་ཐང་དང་པོ་ཡོད་རེད་ནི་དམངས་གཙོ་ལས་དེ་དགུན་དུས་ཁོ་རང་གིས་མ་ད་གསོལ་རས་གནང་བཞིན་ཡོད་རེད་བ་འོ་དེ་ཡིན་པ་སོང་ཙང་ནི་ང་ཚོའི་བོད་ཆོས་དེ་ཡང་ཡག་ས་ཁོ་ནི་བཏང་བཏང་བ་བྱས་ནི་བོད་ཆོས་ལོག་པ་རུ་བཏང་བས་ན་ནི་ཡག་པོ་མི་འདུག་བསམ་གྱི་འདུག་རེད་སློབ་ཕྲུག་དག་ནི་ད་གཞོན་ནུ་རེད་བུད་མེད་ལྷན་ཚོགས་རེད SFT རེད་ཨ་ནི་གཞན་པ་སུ་རེད་ཨ་ནི་ག་རེད་དགུ་བཅུ་གསུམ་བྱས་ཚོགས་པ་ཡང་སྐྱོ་ཤི་འདུག་སྔར་དུ་ཁོང་ཚོ་ཁོང་ཚོ་གོ་སྒྲིག་འགྲོ་བྱེད་འདུག་ནི་ཨ་རེད་སྐྱོན་པའི་རྒྱ་གར་འགྲོ་འགྲོ་བྱེད་ད་ང་ཚོ་གྲོས་ཀྱི་འབྱུང་ཨ་ནི་ང་འདི་སྐད་ད་འདི་ཡང་འདིར་ད་བསམ་ཚུལ་ད་ངས་ཅི་ཡང་ཨ་ནི་བོད་གཞུང་ལས་བྱེད་འདི་ག་ཅིག་ལས་འོག་མ་རེད་ཁོ་ཚོ་བོད་མི་ཞིག་མ་རེད་བཙན་བྱོལ་ནང་བསྡད་ནི་འདི་མ་རེད་ཁ་ཆེ་ཚང་མ་འདིར་ག་རེ་གཞོན་ནུ་ཨ་ནི་ག་རེ་བུད་མེད་ལྷན་ཚོགས་ད་ཨེ་སེ་ཀོ་ཚོ་འདིར་འགྲོ་བོད་གཞུང་ད་ཁོ་རང་ཚོ་གི་ཁོ་རང་ཚོ་ག་ཆེ་ཡོད་མ་རེད་སྲིད་སྐྱོང་ཨང་ཆེ་ན་ཀླད་ཀོར་ཞིག་རེད་ཚོགས་གཙོ་ད་ཨོབ་ཀོ་སའི་དེ་ཡིན་པ་ཞིག། བོད་མི་ས་ཡ་དྲུག་གི་ད་འོས་བསྡུ་བརྒྱུད་ནི་ད་སྲིད་སྐྱོང་ཞིག་གཏོགས་མི་རེད་ཡ་རེད་ད་འདི་ལ་མི་མང་ཆེ་ད།